འཇིག་རྟེན་འདི་སྐད་དུ་སྤང་དགོས་རེད། ད་ལུས་བདུད་རྩི་གིས་ཨེ་འགུགས་རེད། ད་འཇིག་རྟེན་སྤང་ཡ་ལ་ཡ། ང་ཚོ་འཇིག་རྟེན་པ་ལ་ཆགས་པ་སྐྱེ་རྒྱུ་བ་མ་རེད། འཇིག་རྟེན་གྱི་ད་ངེད་གཉིས་སྡུག་སོན་སྤེན་ཆེད། ད་འདི་འདྲས་ལ་ཡ་ཆགས་པ་ཤུགས་ཆེན་པོ་རྒྱུ་ནོར་ལོངས་སྤྱོད་ད་འདི་འདྲས་ལ་ཡ་ཆགས་པ་སྐྱེས་ན། ཨ་ན་ང་ཚོ་ག་ལ་བ་རེད། འཇིག་རྟེན་སྤང་ཐུག་མ་རེད་ལ་འཇིག་རྟེན་སྨྲ་སྤང་མ་ཐུག་པ་ཡིན་ན་ལས་དང་པོ་བཟོ་གནས་དབེན་པ་བསྟན་ཐུག་མ་རེད། ལུས་བདུད་རྩི་གི་དབེན་པ་བྱེད་ཐུག་མ་རེད་དེ་མ་ཡོང་པ་ཡིན་ན། ཨ་ནི་སེམས་རྣམ་རྟོག་གི་དབེན་ཡར་ལ་སོང་བ་དེ་གའི་དེ་ག་ལ་ཁག་པོ་ཆགས་རེད་ཅེས་གསུངས་ཡོད་རེད་བ། ད་ག་ས་ང་ཚོས་འཇིག་རྟེན་གྱི་སྐྱོན་དེ་གའི་དེ་ད་ཤེས་བ་རེད་ད་འཇིག་རྟེན་གྱི་སྐྱོན་ནང་མཚམས་དྲགས་ཏེ་དེ་ལས། ཐོ་ལ་ཁྲག་འཐུང་མཉམ་དང་འདྲེས་ཡས་ཟེར་ད་འདི་གང་རེད་ཚ་ཚག་བྱས། ཡུད་ཙམ་གྱིས་ནས་འདྲ་ཡས་ཀྱི་དགའ་བའི་ནད་ལ་ཁྲོ་བྱེད་པའི་སོ་སོའི་སྐྱེ་བོ་མགུ་བ་ཀ་ཕན་པར་སྨྲས་ན་ཁྲོ་ཁྲོ་བར་བྱེད། བདག་རྒྱ་ཕན་ལས་བཟློག་པར་བྱེད་དེ་ལྟར་ང་ནི་མ་རྙེད་ན་ཁྲོ་བའི་ངན་འགྲོར་འགྲོ་བར་འགྱུར། ཟས་འདིས་བ་དན་ང་ཚོ་ཚ་བ་བྱས། ད་འདི་ནི་མ་ཐོ་ལ་ཁྲག་འཐུང་མཉམ་དང་འདྲེས་སྨྲ་ལ་ང་རྒྱལ་བསྟོད་ན་འཁྲིགས། མི་སྙན་བརྗོད་ན་ཁོང་ཁྲོ་གྱིས་ནམ་ཞིག་ཕྱི་ལས་ཕན་པ་དེ་ཕྱི་ལྟར་འགྲོ་ན་བྱིས་པ་ལ་བདག་དོན་གཞན་ལ་གནོད་པར་འཁོར་བར་དགའ་བའི་གཏམ་ལ་སོགས་མི་དགེ་ཅིས་ཀྱང་ངེས་པར་འབྱུང་ཟེར་གསུངས་བ་ལས། ད་ང་རང་ཚོའི་འཇིག་རྟེན་པ་ཟེར་དེ་ག་འདྲ་ཡོད་རེད་ལབ་ན་མཐོ་ལ་ཟེར་ན་སོ་སོ་ལས་མཐོ་བ་ལ་དྲག་པོ། ཨོ་ད། སོ་སོ་ལས་མཐོ་བ་དེ་ཚོ་ལ

དྲེགས་བསལ་ཏེ་དྲེགས་པ་ལག་ན་ང་རྒྱལ་ཟེར་བསྟོད་ན་དྲེགས་པ་ཁྱེད་ཡིན་ནས་སེམས་དབང་གཙང་མ་དེ་འདྲ་སྒྲོག་ཅེས་པ། མི་སྙོན་བརྗོད་ན་ཁོང་ཁྲོ་རྒྱས་ད་སྨད་ར་རེ་བཏང་ནས་མི་སྙོན་པ་ཅིག་བརྗོད་པ་ཡིན་ན་ལམ་སང་ཁོང་ཁྲོ་རྒྱས་རེད་སེམས་མ་སྐྱིད་ན་ཆེ་བ་སེམས་འཁྲུག་འཁྲུག་རེད་ཟེར་མི་སྙོན་བརྗོད་ན་ཁོང་ཁྲོ་རྒྱས། ཚེ་ས་ནམ་ཞིག་ཕྱི་ལས་ཕེབས་པ་ཐོགས་ད་དུས་ནམ་ཞིག། གང་ལྟར་བྱིས་པ་དང་མཉམ་དུ་འགྲོ་ན་ད་དུས་ནམ་ཡང།

དུས་ནམ་ཞིག་བྱིས་པ་དང་འགྲོགས་བ་ཡིན་ན་སྣེ་སྐྱིད་པ་ཅིག་དང་ཕན་པ་ཅིག་རྩ་བ་ཉིད་ལ་ཡོད་མ་རེད་བསམ། བྱིས་དང་འགྲོགས་ན་བྱིས་པ་ལ་བདག་དོན་གཞན་ལ་མོས་པ་དང་ཁོ་བོར་དགའ་བའི་གཏམ་ལ་སོགས་མི་སྒེར་ཅིས་ཀྱང་ཉོ་བར་འགྱུར། ད་བྱིས་པ་དང་འགྲོགས་པ་ཡིན་ན་ད་བྱིས་པ་ལ་ཡི་རང་བ་མིའི་འཇིག་རྟེན་ཕལ་ཁ་ཟུ་ཟུར་ཡོད། བྱས་ཙང་བྱིས་པ་དང་འགྲོགས་པ་ཡིན་ན

ལྟོ་གོས་གཏམ་གསུམ་གྱི་སྐད་ཆ། དེ་ནས་འཁྲིག་པ་སྤྱོད་ཡ་དང་ད་དེ་འདྲའི་རུ་བ་དག་ཁ་ཤས་ནི་འཁྲིག་པ་སྤྱོད་ཡའི་སྐོར་ལ་ཀྱང་ཀྱང་བཤད་དེར་ཁ་ཤས་ནི་དཔལ་འབྱོར་གྱི་སྐོར་ལ་ཨའམ་ད་རྒྱུ་ནོར་ལོངས་སྤྱོད་ས་ཡ་དང་སྒོར་བཅུ་ནི་སོགས་ནི་སྐད་ཆ་སྐོར་ལ་འདུག་སྐད་ཆ་དག་གམ་ཆ་ཚང་འདྲ་བོ་བྱེད། ད་གང་དག་གི་ཁ་ལ་དཔེ་ཤག་བཟོས་ཡ་སྐོར་དཔེ་ཤག་ཀྱང་ཀྱང་སྐོར་ལ་སྐད་བཤད་པས་ད་ཁ་ཤས་ནི་ནི་འཁྲིག་པ་སྤྱོད་ཡ་སྐོར་ཀྱང་ཀྱང་སྐད་བཤད་པས་ཁ་ཤས་ནི་ཡང་བདེ་བ་ལ་ཅིག། ཁ་ལ་འོར་ད་ཡང།

དེས་ཀྱང་བདག་དོན་མ་བྱས་ལ་བདག་ཀྱང་དེ་དོན་མི་འགྱུར་བས། བྱི་ལས་ཐག་རིང་བྱེད་བ་འོ་ན་བདག་ག་འདྲས་བྱི་བ་རེ་ལ་ནི་བྱི་བ་སྤང་དགོས་ནས་གལ་སྲིད་ན། བྱི་བ་དེས་ཀྱང་དེས་ཀྱང་ཟེར་བྱི་བ་དེ་ཚོ་ཡིན་ན་ཡང་ཨ་ནི་སོ་སོ་གི་དོན་དག་དང་གནས་སྐབས་ལས་ན་ཡི་ཕན་པ་དང་ཕུགས་ལ་ཕན་པ་སངས་རྒྱས་ཀྱི་གོ་འཕང་ལ་འགྲོ་ཡ་ལ་སོགས་པ་དེ་འདྲ་གང་ཡང་བྱེད་ཐུབ་མ་རེད་ལ། སོ་སོ་ཡིན་ན་ཡང་བྱི་བ་མཉམ་དུ་འགྲོགས་ནས་བསྡད་བསྡད་ན་ཨ་ནི། ཁ་སང། ཁོང་ཚོའི་གི་ཚུར་ལ་ཕན་ཐོག་མ་ལ་སོ་སོ་ཡིན་ན་ཡིན་ཁོང་ཚོ་ལ་བག་ཕན་ཐོག་ཡ་ག་ལ་ཧ་གོ་རོ། བག་ཕན་ཐོག་རྒྱུ་ཚབ་ལ་ད་དུང་སོ་སོ་ཕ་རོ་བོ་དེ་གི་ནི་ག་ལ་བ་རེད་དབང་དུ་འགྱུར་བ་སོ་འདྲ་བྱེད་ནི་ཕ་རོ་བོ་དེ་གི་ཤུགས་རྐྱེན་འདྲ་བོ་བྱེད་ནི་ཨ་ནི་སོ་སོ་ཆོས་རྣམ་པར་དག་པ་བྱེད་ཡ་དེ་ནི་ངོ་མ་རེད་ད་ཡ་དེ་དོན་མི་འགྱུར་བས་ད་བྱི་ལས་ཐག་རིང་བྱོ་བ་འགྱུར་ད་ག་ན་བྱི་བ་ལས་ཐག་རིང་པོ་བྱོལ་བ་བྱོལ། འདི་འབྲིང་པོ་མ་རེད་ནག་རོར་བྱོལ་བ་ལ་ན་འགྲོ་བ་ཟེར་བ་དང། བྱི་ལས་ཐག་རིང་པོ་བྱོལ་བར་བྱ། བྱོལ་བར་བྱེད་དགོས་རེད་ཟེར་ནས་འོ་དེ་གསུངས་ཡོད་པ་འདྲ། ཕྲད་ན་དགའ་བའི་སྒོ་འབྱེད་དེ་དྲིན་ཅན་ཉིད་དུ་མི་འགྱུར་ཐ་མལ་པ། ཐ་མལ་པ་ཙམ་ལས་བར་ཆ་བུང་བའི་མེ་ཏོག་སྦྲང་རྩི་བཞིན་ཆོས་ཀྱི་དོན་ངམ་བླངས་ནས་ནས་ཀུན་ནས་དངོས། ཀུན་ལས་དངོས་ཆེན་མ་གཏོགས་ཞེས་སྒྲིབ་པ་མེད་པར་གནས་པར་བྱ། ད་ཐ་དེ་འདྲའི་ཡིན་པ་ཡིན་ན་བྱིས་པ་སྤང་དགོས་ཀྱི་ཡོད་ན་ཨ་ནི།

བུང་བ་གྱིས་ཨེ་ནི་གར་བྱེད་ཀྱི་རེད་ལབ་ནས་མེ་ཏོག་གི་མེ་ཏོག་ལ་འཁོར་ནས་ཁོའི་སྦྲང་རྩི་དེ་ལེན་ཚར་ན་མེ་ཏོག་དེ་གཡུག་འགྲོ་བར་མེ་ཏོག་དེ་གཡུག་ནས་འགྲོ་གི་ར་དེ་ནང་བཞིན་རེད་ཟེར་ད་སོ་སོ་ཕེ་ཁེ་ངོ་བཞིན་པ་ད་ཅིག་སོ་སོ་ཕ་མ་སྤུན་མཆེད་གྲོགས་པོ་གྲོགས་མོ་ད་ན་ཞིག་སྦྱིན་བདག་ག་རེ་ཐུག་བ་ཡིན་ན་འོ་དེ་ཐུག་སོང་ན་ཨ་ནི་དགའ་བོ་བྱེད་ནས་སྐད་ཆ་བཤད་ཆོས་ཀྱི་བསླབ་བྱ་འདྲ་བོ་དེ་འདྲ་ཕར་བཤད་དགོས་ན་བཤད་ཨ་ནི་ཆོས་དང་འབྲེལ་བ་ཡོད་པའི་སྐད་ཆ་བཤད་དགོས་ན་བཤད་ཨ་ནི་རོགས་པ་བྱེད་དགོས་ན་བྱེད་འདི་ཚར་སོང་ན་ཨ་ནི་དེ་གཡུག་ནས་འགྲོ་ཡ་རེད་མ་གཏོགས་ད་འདི་མཉམ་དུ་འགྲིག་ནས་བསྡད་རྒྱུ་མ་རེད་ཟེར་སྦུག་ངན་མེད་དོ་སྦྲང་རྩི་བཞིན་ཡིན་ཟེར་དོན་དག་འདི་ལྟ་འོ། ཆོས་ཀྱི་དོན་ཙམ་བླངས་པར་བྱ་ད་ཆོས་ཀྱི་དོན་རྐྱང་རྐྱང་མ་གཏོགས་གཞན་དག་འདྲ་མ་འདྲ་དེ་འདྲའི་སྐད་ཆ་བཤད་ཡ་ད་འདྲ་མ་འདྲ་དེ་འདྲའི་བྱུས་གཏོགས་བྱེད་ཡ་ད་དེ་འདྲ་རྩ་བ་ཉིད་ནས་གནང་རྒྱུ་ཡོད་མ་རེད་ཟེར་ཆོས་ཀྱི་དོན་ཙམ་བླངས་ནས་ནི། ཀུན་ལས་མངོན་ཆེན་མ་དེ་ད་ཆོས་ཀྱི་དོན་དག་ད་ཆོས་དང་འབྲེལ་བ་ཡོད་བས་ཀྱི་ལས་ཀ་དེ་ཀྱང་ཚགས་སོང་ན་ཀུན་ལས་མངོན་ཆེན་མ་མཐོང་བ་ན་ཞིག་ད

ཨོང་ལི་སུ་བཀའ་ནས་གྲྭ་བ་རབ་ཏུ་བྱུང་བ་བཅས་ལ་ག་ལ་བ་ར་ད་འདིས་བསླབ་བྱ་འདི་ཡག་པོ་ཞེ་དྲག་འདུག་ཨ་ཤེ་ང་ཚོ་གྲྭ་བ་རབ་ཏུ་བྱུང་བ་མང་པོ་ཅིག་ད་ཅིག་རེད་ད་གྲྭ་བ་རེད་རབ་ཏུ་བྱུང་བ་ཡིན་ཟེར་བར་ཁྱིམ་ནས་ཁྱིམ་མེད་པ་རབ་ཏུ་བྱུང་བ་ཡིན་ལབ་བར་དེ་ནས་ཁྱིམ་ལ་ཡ་ཆགས་ནས་ཁྱིམ་ལ་འདྲིས་དེ་ངས་མང་པོ་འདུག་ཨ་ནི་གྲྭ་བ་ཁ་ཤས་ཀྱི་ཁྱིམ་ཚང་ཡ་སོས་དེ་བ་དེ་ནས་མང་པོ་ཡོད་ར་བ་ད་ཁྱིམ་ཚང་ཁོ་ར་ཡ་སོས་ནས་པ་བ་ད་སྤུ་ཨ་མ་ད་ད་སྤུ་གུ་ད་ད་ཆ་ཚང་ཡ་སོས་དེ་ངས་ནང་མི་གང་ག་ཡ། དྲ་བས་ཀྱི་སོ་བདེ་བ་དེ་འདྲ་ཨ་ནི་དྲ་བ་ལུས་ལ་དྲ་རྗེས་གོས་རུ་མ་གཏོགས་ཨ་ནི་བྱས་ཏེ་ཨ་ནི་པ་མི་བཟང་སྐྱ་བོ་ཕོ་མོ་གི་ཨ་ནི་ག་ལ་རེད་ཁྱིམ་ཚང་གི་ཨ་ནི་ག་ལ་བ་རེད་ག་སོ་བ་རེད་ད་མི་བཟང་གི་ད་བུ་དོ་ཟུར་གི་ལས་ཀ་བྱེད་པ་ཁྱིམ་པས་ཀྱི་ལས་ཀ་བྱས་ད་རང་བྱས་དེ་ངས་དེ་འདྲས་མང་པོ་ཡོང་དེ་བ་རེད་ཨ་ནི་དྲ་བ་ཡིན་པ་ཡིན་ན་ཡང་ཅིག

སོ་སོར་ཆོས་ཀྱི་གནས་ཚད་དང་ཉམས་ལེན་གྱི་གནས་ཚད་གང་ཡང་མེད་དུས་རང་བཞིན་གྱི་སྐྱོན་ཡོད་ངེས་སུ་ཆགས་དེ་ཡོད་རེད། སྐྱོན་ཡོད་ངེས་ཡིན་དུས་ཆགས་པའི་རྗེས་ལ་ནི་མིའི་སྐྱོན་བསལ་ཏེ་དང་པོ་འོ་རང་མཐོང་གི་མ་གཏོགས་ཡག་པ་ཅིག་མཐོང་ཡ་དེ་ག་ལ་ཁག་པོ་ཞིག་ད་རེད་བ། འོ་ད་འདི་འདྲའི་སྒྲུང་ཞིག་རེ་ཞུ་ཡ་ཡིན་ད་དེ་ཚོ་སྔོན་ན་དྲ་ནས་ང་ཚོར་དྲ་བ་རབ་ཏུ་བྱུང་བ་ལ་ཡ། དམིགས་བསལ་གྱི་བསླབ་བྱ་འདི་གའི་ཧ་ལས་ཡ་སྒྲུང་ཞིག་རེ་འབུལ་ལགས་ཨ་ནི་དམིགས་བསལ་གྱི་ད་ལྟ་ང་རང་ཚོའི་དྲ་བ་རབ་ཏུ་བྱུང་བ་མ་ཡིན་པ་ཡིན་ན་ཡང